ནང་པ་སངས་རྒྱས་པའི་ཆོས་ལུགས་ནང་དུ་གསོན་པོ་ལ་སྐུ་རིམ་སྒྲུབ་པ་དང། ཤི་བོ་ལ་སྨོན་ལམ་རྒྱག་པའི་ལུགས་སྲོལ་ཡོད། དུས་མཚན་ནི་མི་རྣམས་ལ་ནད་གཞི་དང། རྐྱེན་ངན་མང་པོ་ཡོང་གི་ཡོད་དུས་སྐུ་རིམ་འགྲོ་བ་ཡིན་ན། མི་རྣམས་ཀྱི་ལུས་སེམས་ལ་དད་ཐང་དང། དཀའ་ངལ་སེལ་བ། མི་ཚེ་བདེ་སྐྱིད་ཡོང་བ་སོགས་ལ་ཕན་གྱི་ཡོད་རེད། ཤི་བོ་ལ་སྨོན་ལམ་གྱ་དགོས་པའི་རྒྱུ་མཚན་ནི་ཤི་བོ་དེ་ཡི་རྣམ་ཤེས་དལ་བ་ཅན་དུ་སྐྱེ་བའི་ཆེད་དུ་རེད། ཤི་ནས་སྐྱེ་བ་གསར་བ་མ་ལང་བར་གྱི་དུས་ཚོད་དེ་ལ་བར་དོ་ལབ་ཀྱི་ཡོད་རེད། བར་དོའི་ནང་དུ་དུས་ཚོད་ཐུང་ཤོས་སྐར་ཆ་གཅིག་ནས་རིང་ཤོས་དེ་ཞག་བཞི་བཅུ་ཞེ་དགུ་ཡི་བར་རྣམ་ཤེས་དལ་དོད་ཀྱི་ཡོད་རེད། དེའི་སྐབས་སུ་སྨོན་ལམ་གྱ་རྒྱུ་ཧ་ཅང་གལ་ཆེན་པོ་རེད། སྐུ་རིམ་སྒྲུབ་པ་ལ་དབྱེ་བ་གསུམ་ཡོད་དང་པོ་ནི་རང་གིས་སྒྲུབ་པ། དེ་ནི་སོ་སོས་ཚེ་རིང་བའི་ཆེད་དུ་མ་ཎི་བགྲང་བ་ལྟ་བུ་རེད། གཉིས་པ་ནི་གཞན་གྱིས་སྒྲུབ་པ་རེད། དཔེར་ན་ནད་པ་ཞིག་གིས་ན་ཚ་མེད་པའི་ཕྱག་ཡ་བྱས་དུས། དགེ་འདུན་གྱིས་སྨན་བླའི་ཆོས་བཀའ་སོགས་གསུང་བ་ལྟ་བུ་རེད། གསུམ་པ་ནི་མི་མང་པོའི་མཉམ་དུ་སྒྲུབ་པ། དཔེར་ན་འཛམ་གླིང་ནང་དུ་བདེ་སྐྱིད་ཡོང་བའི་ཆེད་དུ་སྐུ་རིམ་སྒྲུབ་པ་ལྟ་བུ་ལ་ཟེར། སྐུ་རིམ་དང་སྨོན་ལམ་གྱི་ཕན་ཡོན་ནི། བཙུན་པོ་ལ་ཡིན་ན་ནད་གཞིའི་དྲག་པ་དང། ཚེ་རིང་པོ་ཡོང་བ། བར་ཆད་སེལ་བ། གང་བསམ་པ་ནང་བཞིན་ཡོང་བ་སོགས་ཀྱི་ཕན་ཡོན་ཡོད། ཕྱི་པོ་ལ་ཡིན་ན་བར་དུ་འཇིགས་སྣང་མེད་པ་ཆགས་པ། བདེ་བ་ཅན་དུ་སྐྱེ་བ། མི་ལུས་རིན་པོ་ཆེ་ཐོབ་པ་སོགས་ཀྱི་ཕན་ཡོན་ཡོད། མདོར་བསྡུས་ན། འདི་ལྟར་སྐུ་རིམ་དང་སྨོན་ལམ་གཉིས་ནི་གསོན་པོ་དང་འཆི་བོ་གཉིས་ཀར་ཕན་པའི་ཆོས་ཕྱོགས་ཀྱི་ཉམས་ལེན་གལ་ཆེན་ཞིག་རེད།